བོད་དང་བོད་མི་མགྲིན་ཚབ་བྱེད་པའི་བོད་ལོག་ལེ་ཚན་གྱི་བསྟར་འཕྲིན་ཚོགས་པའི་ནང་ཞུགས་པའི་སེང་འབྲོག་ལིང་རྒྱལ་ཁྱེད་རྣམས་དགོང་མོ་དེ་ལས། གཤམ་ལས་ན་གུས་པས་དེ་སྔོན་ལ་ཡང་ལྗགས་ཀློག་ཞུ་མཚམས་དེ་ནས་མ་འཁྱུག་ཙམ་ལྗགས་ཀློག་ཞུ་རྒྱུ་ཡིན་ན་རྣམ་གླིང་རྒྱལ་ཚོའི་གཤམ་དུ་སེང་རང་ཡོད་ཤོག། དེ་སྔོན་གྱི་ལྗགས་ཀློག་ཞུ་མཚམས་དེ་ནས་ཤོག་གྲངས་སུམ་བརྒྱ་བཞི་བཞི་དྲུག་གི་དོན་ཚན་བཅུ་པོ་དེ་ལ་ཡང་ལེ་བསྡད་ཡོད། གཤམ་ལ་མུ་མཐུད་གསན་རོགས། དོན་ཚན་བཅུ་པ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཀྱི་ཟླ་བ་དགུ་པའི་ཚེས་ཉི་ཚེ་གསུམ་ཉིན། རྒྱ་ཕྱོགས་ནས་གསལ་བསྒྲགས་ཤིག་སྤེལ་བའི་ནང་ལ་ཡང། ང་ཚོ་མཉམ་དུ་གོ་བསྡུར་གྲོས་མོལ་བྱེད་འདོད་ཡོད། གྲོས་བསྡུར་ས་གནས་གང་དུ་བྱེད་དང། དུས་ཚོད་ནམ་བྱེད། ཏཱ་ལའི་བླ་མས་བསམ་འཆར་བཏོན་ན་དེར་མོས་མཐུན་ཡོད་ཅེས་འཁོད་པར་བརྟེན། ངོས་ནས་པེ་ཅིན་གྱི་དགོངས་པ་བཞེས་སྟངས་དེ་དགའ་བསུ་དང་སྦྲགས། གྲོས་བསྡུར་བྱེད་ཡུལ་རྒྱལ་སྤྱིའི་ནང་ཡོངས་གྲགས་ཀྱི་བར་གནས་རྒྱལ་ཁབ་སུད་སི་གྲོང་ཁྱེར་ཇི་ནི་ཝ་དང། དུས་ཚོད་དེ་ཡང་བཅུ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ཟླ་བ་དང་པོའི་ནང་འོས་སྐབས། ང་ཚོས་གྲོས་མོལ་བྱེད་མིའི་སྐུ་ཚབ་ཀྱང་གྲ་སྒྲིག་ཟིན་པ་ཡིན་ཞེས་སྐུ་ཚབ་ཚོའི་མིང་རྡུལ་དང་བཅས་པ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཀྱི་ཟླ་བ་བཅུ་པའི་ཚེས་ཉི་ཤུ་རྩེ་ལྔ་ཉིན་གསལ་བསྒྲགས་བྱས། དེ་རྗེས་རྒྱ་ཕྱོགས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཀྱི་ཟླ་བ་བཅུ་གཅིག་པའི་ཚེས་བཅུ་གཉིས་ཉིན། ས་གནས་སུད་ཛིར་མིན་ཏིག། ལྷ་རབས་པེ་ཅིང་དང་དེ་མིན་ཧོང་ཀོང་སུ་བགོས་ལུགས། ཏཱ་ལའི་བླ་མའི་སྐུ་ཚབ་ནང་ཕྱི་རྒྱལ་མི་སྣ་ཡོང་མི་ཆོག། སྐུ་ཚབ་ཀྱང་ན་གཞོན་གྱིས་མི་འགྲིག་པར་མི་ཡི་འགན་འཁྲི་དགོས་ལུགས། རྒྱ་ལོ་དོན་གྲུབ་དགོས་ཚུལ་བཅས་བརྗོད་པར། འདི་ནས་ཕྱི་རྒྱལ་མི་གཅིག་ཡོད་པ་ནི་རྒྱལ་སྤྱིའི་ཁྲིམས་ལུགས་སྐོར་སློབ་སྟོན་པ་མ་གཏོགས་སྐུ་ཚབ་ངོ་མ་མིན་པ་དང། བརྒྱ་ལོ་དོན་དྲུག་བརྒྱ་སློབ་སྟོན་པར་བཞུགས་ན་འགྲིག་རྒྱུ། སྔོན་འགྲོས། གྲ་སྒྲིག་གོ་བསྡུར་ཆེད་པེ་ཅིང་གི་འདོད་ཚུལ་ལྟར་ཧོང་ཀོང་དུ་ཕན་ཚུན་སྐུ་ཚབ་ལྷན་འཛོམས་གནང་ན་འགྲིག་ཞེས་བསམ་བློ་གུ་ཡངས་ཀྱིས་མོས་མཐུན་བྱས་ཀྱང། ལོ་འཕངས་པ་ཞིག་ལ་ཡང་རྒྱ་ནག་གཞུང་གིས་དེར་བརྡ་ལན་ཅི་ཡང་མ་བྱས་པར་ཁོ་རང་ཚོས་བཏོན་པའི་བསམ་འཆར་ཧོང་ཀོང་དུ་གྲོས་མོལ་བྱ་རྒྱུ་དེ་ཡང་ལག་ལེན་བསྟར་མེད། བཅུ་གཅིག། ངོས་ཀྱིས་གྲོས་འཆར་བཏོན་པ་ལག་ལེན་འཁེལ་ཐབས་སུ་ལོ་གཉིས་ལྷག་ཙམ་རིང་འབད་བརྩོན་བྱས་ཀྱང། རྒྱ་ཕྱོགས་ནས་བསམ་ཤེས་དང་ལེན་གཏན་ནས་མ་བྱས་སྟབས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོའི་གསུམ་བཅུའི་བཏབ་གླེང་ནང། མི་རིང་བར། རྒྱ་ཕྱོགས་ནས་ཁུར་ལེན་གསར་པའི་རིགས་མ་བྱུང་ཚེ། ད་ཆ་ངོས་ནས Strasbourg དུ་བཏོན་པའི་གྲོས་འཆར་འདི་དག་ལག་བསྟར་བྱེད་དགོས་པའི་འགན་ཁུར་གང་ཡང་མེད་པར་བརྩི་རྒྱུ་ཡིན་ཞེས་གསལ་བསྒྲགས་མི་བྱེད་ཐུ་མེད་བྱུང། ངོས་ནས་བོད་རྒྱའི་དབར་འགྲིག་མཛོད་གྲོས་འཆར་སྔ་ཕྱི་བཏོན་པར་དོན་ཕན་མ་བྱུང་སྟབས། སླར་ཡང་ལམ་ཕྱོགས་གཞན་ཞིག་འཚོལ་ཐབས་ཆེད་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་གི་ཟླ་བ་བཅུ་པའི་ཚེས་དགུ་ཉིན་ཨ་རིའི་ཡེ་ལ་གཙུག་ལག་སློབ་གཉེར་ཁང་དུ་བསྐྱོད་སྐབས། ངོས་ནས་གླེང་མོལ་གསལ་བསྒྲགས་བགྱིས་པའི་ནང། ངོས་རང་གང་མགྱོགས་བོད་ནང་ལྟ་སྐོར་ཞིག་ལ་འགྲོ་ཐུབ་པའི་བསམ་བློ་ཡོད། དེ་ལ་ཡང་རྒྱུ་མཚན་གཉིས་ཡོད། དང་པོ། རང་ཉིད་ནི་ས་གནས་ས་ཐོག་ཏུ་བོད་མི་དང་ཐད་ཀར་འབྲེལ་གཏུག་གིས། བོད་ཀྱི་གནས་ཚུལ་ཤེས་རྟོགས་ཐུབ་ཐབས་བྱ་རྒྱུ་དེ་ཡིན། དེ་ལ་བརྟེན་ནས་རྒྱ་མིའི་འགོ་ཁྲིད་ཚོས་ཀྱང་བོད་མིའི་བསམ་འདུན་ངོ་མ་ཤེས་རྟོགས་ཐུབ་རྒྱུར་ཕན་ཐོགས་ཡོང་རེ་ཡོད། ལྟ་སྐོར་དེའི་སྐབས་ཀྱི་གནས་ཚུལ་མཐོང་བ་དང། སོ་སོའི་གོ་རྟོགས་ཆུང་བ་རྣམས་གསལ་བསྒྲགས་བྱེད་ཐུབ་པའི་ཆེད། རྒྱ་ནག་གི་མགོ་ཁྲིད་གྲས་པ་འགའ་ཞིག་དང། གསར་འགོད་པ་ཐེ་བའི་ཕྱི་རྒྱལ་གྱི་རྟོག་ཞིབ་པ་བཅས་ངོས་དང་མཉམ་དུ་ཡོང་རྒྱུ་གལ་ཆེན་པོ་ཡིན། གཉིས་པ། ངོས་ཀྱིས་མི་དམངས་ཚོ་འཐབ་རྩོད་ཀྱི་འགྲོ་ལམ་འཚེ་མེད་ཞི་བའི་ལམ་མི་དོར་བའི་འབོད་སྐུལ་སློབ་སྟོན་བྱ་རྒྱུ་དེ་ཡིན། ངོས་ནས་རང་གི་མི་དམངས་ཚོ་ཐད་ཀར་གླེང་མོལ་བྱེད་ཐུབ་ན་ཞི་བའི་ལམ་བརྒྱུད། དཀའ་རྙོག་སེལ་ཐབས་ལ་ཡང་ཁྱད་ཆོས་ནུས་པ་ཐོན་སྲིད་པ་མཐུན་སྒྲིལ་གྱི་གོ་རྟོགས་སྤེལ་བའི་གོ་སྐབས་གསར་པ་ཞིག་ཀྱང་འབྱུང་སྲིད། ཅེས་བཀོད་ཡོད་ཀྱང། རྒྱ་ནག་གཞུང་ནས་ཏཱ་ལའི་བླ་མའི་བསམ་འཆར་དེ་མོས་མཐུན་མེད་ཅེས་ལམ་སེང་དགག་བྱ་བྱས། སྐབས་དེར་གསར་འགོད་པ་ཁག་ཅིག་གིས་ཏཱ་ལའི་བླ་མས Strasbourg དུ་ཡུ་རོབ་གྲོས་ཚོགས་ཐོག་བཏོན་པའི་གྲོས་འཆར་ལག་བསྟར་བྱེད་རྒྱུའི་འགན་ཁུར་མ་བཞེས་ཚེ། ད་ཆ་བོད་རང་བཙན་ཐོག་འབད་བརྩོན་གནང་རྒྱུ་ཡིན་ནམ་ཞེས་དྲིས་བྱུང་བར། ངོས་ནས་གནད་དོན་དེར་ལན་འདེབས་བྱེད་རྒྱུ་མིན་ཞེས་བཤད་པ་ཡིན། བཅུ་གཉིས་པ། ང་ཚོས་བོད་དོན་སྐོར་རྩོད་གླེང་བྱས་པ་དེ་ལ་ཡང་རྒྱ་ཕྱོགས་ནས་བོད་ཀྱི་སྤྱི་ཚོགས་རྙིང་པ་བསྐྱར་གསོ་བྱེད་རྩིས་འདུག་ཅེས་དང། དེ་ནི་བོད་མི་མང་གི་བདེ་སྐྱིད་ཆེད་མིན་པར། ཏཱ་ལའི་བླ་མ་སྒེར་གྱི་གོ་གནས་དང་ཁེ་ཕན་གྱི་ཆེད་དུ། ལས་རྙིང་མཁྲེགས་བཟུང་བྱེད་ཀྱི་ཡོད་པ། ང་ཚོས་དོགས་པ་ཡོད་ཅེས་འཁྱོག་བཤད་ཡ་མཚན་ཅན་བྱས་ཡོད། ངོས་རང་གཞོན་ནུའི་དུས་ནས་བོད་ཀྱི་སྤྱི་ཚོགས་རྙིང་པར་སྐྱོན་ཆ་མང་པོ་མཐོང་གི་ཡོད་ལ། སྐྱོན་ཆ་དེ་དག་སེལ་འདོད་ཀྱང་ཡོད་པར་བརྟེན། སྐྱོན་ཆ་སེལ་ཐབས་ཀྱི་ལས་དོན་བོད་ནང་འགོ་འཛུགས་བྱས་ཤིང། རྒྱ་གར་དུ་འབྱོར་ནས་མི་རིང་བར་དམངས་གཙོའི་ལམ་སྲོལ་ཐོག་གོམ་པ་རིམ་བགྲོད་ཐོག་དེ་སྐོར་མང་ཚོགས་ལ་ཡང་གཞེན་སྐུལ་མུ་མཐུད་བགྱིས་ཏེ། ད་ཆ་རྒྱལ་སྤྱིའི་དམངས་གཙོའི་ལམ་ལུགས་དང་མཐུན་པའི་ལག་ལེན་དངོས་སུ་བསྟར་བཞིན་པ་ཀུན་གྱི་ཤེས་གསལ་ཡིན་པས། མ་འོངས་པའི་བོད་ཀྱི་སྤྱི་ཚོགས་རྙིང་པའི་ལམ་ལུགས་སུ་ནམ་ཡང་འགྲོ་མི་སྲིད། ཡང། ངོས་ནས་བོད་དོན་རྩོད་གླེང་བྱེད་པ་འདི་དག་ངོས་རང་སྒེར་གྱི་གོ་གནས་དང་ཁེ་ཕན་དོན་གཉེར་ཡིན་མིན་ནི་མ་འོངས་པར་ངོས་ནས་བོད་གཞུང་གི་འགན་ཁུར་དང་ལམ་ལུགས་རྗེས་འབྲེལ་ཆབ་སྲིད་ཀྱི་གོ་གནས་གང་ཡང་ལེན་རྒྱུ་མིན་ཞེས་ཡོངས་གྲགས་སྔ་རྗེས་ཟིན་པ་མ་ཟད། ད་ལྟ་བོད་མི་བཙན་བྱོལ་བའི་ནང་ལག་ལེན་བྱེད་བཞིན་པའི་དམངས་གཙོའི་བཅའ་ཁྲིམས་དང། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས། ཟླ་བ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཉིན་གསལ་བསྒྲགས་ཟིན་པའི། མ་འོངས་བོད་ཀྱི་ཆབ་སྲིད་ལམ་སྟོན་ཞེས་པའི་ཡིག་ཆའི་ནང་དུ་ཡང་ཤིན་ཏུ་གསལ་པོ་བཀོད་ཡོད། ཡིག་ཆ་དེའི་མཇུག་བསྡོམས་དོན་བསྡུར་ན། ཡུལ་གཞན་གྱི་སྲིད་ཇུས་དང་ལྟ་བ་འདྲ་མིན་གྱི་ཕྱོགས་གང་དུ་ཡང་མ་ལྷུང་པའི་བར་བར་གནས་གཙང་མ། ཁྱིམ་མཚེས་ཡུལ་སྐབས་དང་འདྲ་མཉམ་གཉིས་ཕན། གཉིས་ཕན་སྒོ་ནས་མཛའ་མཐུན་མཉམ་གནས་བྱ་རྒྱུ། ཡུལ་ཕྱོགས་གང་ཞིག་ལ་ཡང་སྡང་སེམས་དང་དགྲར་འཛིན་གྱི་ལྟ་བ་སྤངས་ཏེ། མཛའ་གྲོགས་དམ་གཙང་དུ་གནས་དགོས། ལུགས་བཀོད་ཡོད། འདི་ལོའི་གསུམ་བཅུའི་གཏམ་གླེང་ནང། བོད་རྒྱ་བར་ཁ་ཞེ་གཉིས་མེད་འདྲ་མཉམ་མཛའ་མཐུན་གྱི་འབྲེལ་བ་བཟང་པོ་ཞིག་བྱེད་ཐུབ་ན། མི་རིགས་གཉིས་བར་དུས་རབས་འདི་ན་ལྷག་པའི་འཁོན་འཛིན་རྣམས་རིམ་བཞིན་སངས་ཐུབ་པས་མ་ཚད། བོད་ཀྱི་རིག་གཞུང་ཐོག་ནས་རྣམ་དཔྱོད་ལྡན་པའི་རྒྱའི་ན་གཞོན་ས་ཡ་མང་པོའི་བསམ་བློར་ཞི་བདེར་ཕན་ཐོགས་རྒྱ་ཆེ་སྒྲུབ་ཐུབ་ངེས་ཡིན་ཞེས་བཤད་ཡོད། ཡང། ངོས་ནས་རྒྱ་ནག་གི་འགོ་ཁྲིད་རྣམས་དང་མི་དང་མི་ཕན་ཚུན་ངོ་འཕྲད་གླེང་མོལ་གྱི་ལམ་ནས་གནས་ཚུལ་ཤེས་རྟོགས་ཡོང་རེ་འབད་བརྩོན་བྱེད་ཐབས་གཞན་ཞིག་ནི། སྤྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཅུའི་ལོ་མཇུག་ཏུ་ལྡི་ལིར་བཅའ་སྡོད་རྒྱ་ནག་གཞུང་ཚབ་བརྒྱུད། ཕྱི་རྒྱལ་ཡུལ་གྲུ་གང་འདི་ཞིག་ཏུ་ངོས་ནས་ཧུའུ་ཡའོ་པང་མཇལ་འཕྲད་ཡོང་ཐབས་འབོད་སྐུལ་བྱས་པ་དང། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་གི་ཟླ་བ་བཅུ་གཉིས་པའི་ནང། རྒྱ་ནག་གི་སྲིད་བློན། Li Fang། ལྡི་ལིར་ཕེབས་འབྱོར་སྐབས་ངོས་ནས་མཇལ་འཕྲད་ཞུ་རྩིས་ཀྱི་ཐབས་ཤེས་འབུལ་སྐུལ་བྱས་པ་ལ་ཡང་དོན་འབྲས་གང་ཡང་མ་བྱུང། འཇོག་གསུམ་པ། གོང་གསལ་གནས་ཚུལ་འདི་རྣམས་ལ་ཡར་གཟོ་བོའི་བློས་ཞིབ་དག་བྱས་ན། ངོས་ནས་ཐོག་མཐའ་བར་གསུམ་དུ་བོད་རྒྱ་མཉམ་དུ་གནས་ཐབས་ལ། བསམ་ཚུལ་ཅི་འདྲ་ཞིག་འཛིན་པ་དང། འབད་བརྩོན་ཇི་ལྟར་བྱེད་ཚུལ་རྣམས་རྟོགས་ཐུབ། དེ་དག་ནི་ངོས་ཀྱི་ལམ་ཕྱོགས་འགྱུར་མེད་བརྟན་པོ་བཟུང་བ་ཞིག་ཡིན། ངོས་རང་གི་བསམ་ཚུལ་དངོས་ཡོད་དེ་འདྲ་ཞིག་ཡིན་བཞིན་དུ། རྒྱ་ཕྱོགས་ནས། ཏིང་ཞའོ་ཕིང་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དོན་བཅུ་དོན་དགུ་ལོར་བཤད་པའི་རྩ་དོན་ལ་ཡང་འགྱུར་མེད་ཅིག་དང། ཏཱ་ལའི་བླ་མའི་ཁ་བྲལ་གྱི་བྱ་སྤྱོད་དོར་ན། ང་ཚོ་གྲོས་མོལ་བྱས་ན་འགྲིག་ཟེར་བའི་ཚིག་སྐམ་པོ་དེ་རྒྱ་སྒོར་གཡང་འགུགས་ཀྱི་སྤྱོད་པ་ལས། ངོས་ནས་ལྷག་བསམ་རྣམ་དག་གིས་བོད་རྒྱ་མཉམ་གནས་ཞི་འགྲིག་ཡོང་ཐབས། གྲོས་འཆར་བཏོན་པ་ཁག་ལ་ཡང་དོན་ཕན་ཡོད་པའི་ལན་འདེབས་གང་ཡང་བྱས་མ་བྱུང། རྒྱ་མིར་བོད་རྒྱ་ནག་དང་མཉམ་དུ་སྡོད་དགོས་པའི་འདོད་པ་ཡོད་ན། མཉམ་དུ་སྡོད་ཐུབ་པའི་ཆ་རྐྱེན་རྣམས་རྒྱ་མིས་བསྒྲུབ་དགོས་པ་དང། བོད་མིར་དགོས་ངེས་ཀྱི་ཐོབ་ཐང་འདོད་ཁེངས་བྱུང་ན། རྒྱ་ནག་དང་མཉམ་དུ་བསྡད་ན་ཁེ་ཕན་ཆེ་བ་ཡོང་སྲིད་པ་ང་ཚོས་ཤེས་མ་ཐུབ་པ་མེད། ད་ཆ་རྒྱ་མིའི་ཕྱོགས་ནས་བོད་ཀྱི་མཉམ་སྡོད་ཐུབ་པའི་ཐབས་ལམ་འདོན་པའི་དུས་ལ་བབས་ཡོད་པས། བོད་ཀྱི་རྩ་དོན་མཉམ་ལས་ཆེད་བོད་ཀྱི་གནས་སྟངས་འདི་ལྟ་བུ། འདི་དང་འདི་ལྟ་བུ་བྱེད་རྒྱུ་ཡིན་ཞེས་རྩ་དོན་རགས་རིམ་ཞིག་གསལ་པོ་བརྗོད་ཚེ། ཕན་ཚུན་འགྲིག་ཐབས་ཡོད་མེད་བསམ་གཞིག་ཐག་གཅོད་ཆེས་ཇེ་བདེ་ཡོང་ངེས་ཡིན། དེས་ན། ཁྱེད་རྣམ་པས་དེང་དུས་འཛམ་གླིང་གི་ཆབ་སྲིད་འགྱུར་འགྲོས་ལ་བསྟུན་བཞིན་པ་དང། མིག་རྒྱང་རིང་ཞིང་བློ་གྲོས་སྐྱིད་ཆེའི་སྒོ་ནས་བོད་རྒྱའི་དཀའ་རྙོག་ཞི་བའི་ལམ་ནས་བསེལ་ཏེ་ཁྱིམ་མཚེས་མི་རིགས་གཉིས་ཇི་སྲིད་བར་མཛའ་མཐུན་ཡུན་གནས་ཡོང་བའི་དགོངས་པ་ཆེ་བཞེས་ཡོད་པ་ཞུ་རྒྱུ་བཅས། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་དགུ་བདུན་ལོར ྋགོང་ས་མཆོག་ནས་ཅང་ཙེ་མིང་ལ་ཡར་གནང་བའི་ཐུགས་གསོའི་བཀའ་ཡིག། རྒྱ་ནག་གི་སྲིད་འཛིན་ཅང་ཙེ་མིང་མཆོག་ལ་ཆེད་འབུལ། སྐུ་ཞབས་ཏིང་ཞའོ་ཕིང་འདས་གྲོངས་སུ་གྱུར་བར།

བརྩོན་འགྲུས། འཇོན་ཐང་བཅས་ལྡན་པའི་རྒྱ་ནག་གི་དབུ་ཁྲིད་རླབས་ཆེན་ཞིག་རེད། བོད་དོན་ཐད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་ཏིང་ཞའོ་ཕེན་གྱིས་ངོས་ཀྱི་གཅེན་པོ་རྒྱ་ལོ་ཐུན་ཀྲུའུ་པི་ཅིང་ལི་ཨ་ཆེ་བོད་ཀྱིས་བོད་རང་བཙན་གྱི་གནད་དོན་ལས་གཞན་པའི་དོན་གནད་ཚང་མ་ཕན་ཚུན་གོ་བསྡུར་བྱས་ཏེ་ཐག་གཅོད་བྱེད་ཆོག་རྒྱུ་ཡིན་སྐོར་བརྗོད་ཡོད། སྐབས་དེའི་རྒྱ་ནག་ཁྱོན་ཡོངས་ཀྱི་འགྱུར་འགྲོས་དང། རྒྱ་ནག་གཞུང་ནས་བོད་དོན་ཐོག་ཏུ་ཡང་དུས་བསྟུན་གྱི་དངོས་ཡོད་ཕན་ཐོགས་ཡོད་པའི་རྣམ་འགྱུར་གསར་པ་བསྟན་པ་བཅས་ཀྱིས་སྐུལ་མ་ཐེབས་ཏེ། དེ་ནས་བཟུང་ངོས་ནས་བློ་བརྟན་འགྱུར་མེད་ཐོག་ལྷག་བསམ་རྣམ་དག་དང་ཁ་ཞེ་གཉིས་མེད་ཀྱི་སྒོ་ནས། བོད་ཀྱི་མ་འོངས་གནས་སྟངས་ཐད། གྲོས་མོལ་ཡོང་ཐབས་སུ་རྒྱ་ནག་གཞུང་དང་འབྲེལ་གཏུག་བྱེད་རྒྱུའི་འབད་བརྩོན་བྱས་པ་ཡིན། བློ་ཕམ་པ་ཞིག་ལ་ཡ། ངོས་ནས་སྐུ་ཞབས་ཏིང་ཞའོ་ཕིང་གི་བཀའ་མོལ་གྱི་དགོངས་དོན་དང་བསྟུན་ཏེ། བོད་ཀྱི་དཀའ་རྙོག་གྲོས་མོལ་གྱི་ལམ་ནས་ཐག་གཅོད་ཡོང་ཐབས་ཀྱི་གྲོས་འཆར་བཏོན་པ་དང། ཐབས་ཤེས་ཇི་བྱས་ལ་ད་ཕན་ལོ་བཅོ་བརྒྱད་རིང་རྒྱ་ནག་གཞུང་གི་བདག་སྤྲོད་དང་བཟང་སྤྱོད་ཀྱི་ཡ་ལན་གང་ཡང་མ་བྱུང། སྐུ་ཞབས་ཏིང་ཞའོ་ཕིང་གིས་མི་ཚེའི་རིང་བོད་དོན་སྐོར་དོན་དམ་པའི་གྲོས་མོལ་བྱེད་མ་ཐུབ་པར་བློ་ཕམ་ཆེན་པོ་ཡོད། འོན་ཀྱང། ཏིང་ཞའོ་ཕིང་འདས་གྲོངས་སུ་ཕྱིན་པ་དེས་རྒྱ་ནག་དང་བོད་གཉིས་ཀ་གོ་སྐབས་གསར་པ་ཞིག་དང། གདོང་ལེན་བྱེད་དགོས་པའི་གནད་དོན་གསར་པ་ཞིག་ཀྱང་བསྐྲུན་ཡོད་པར་ངོས་ནས་ཡིད་ཆེས་བརྟན་པོ་བྱེད་ཀྱི་ཡོད། དེར་བརྟེན། སྐུ་ཉིད་ཀྱི་དབུ་ཁྲིད་འོག་རྒྱ་ནག་གཞུང་གིས་འགྲིག་མཐུན་གུ་བཤངས་ཀྱི་བསམ་བློ་བཅངས་ཏེ། བོད་ཀྱི་དཀའ་རྙོག་འདི་གྲོས་མོལ་གྱི་ལམ་ནས་སེལ་ཐབས་བྱེད་དགོས་པའི་དགེ་མཚན་ཤེས་མདོག་དང་རྣམ་དཔྱོད་ལྡན་པའི་རེ་བ་བྱེད་ཀྱི་ཡོད། ངོས་ལ་ཡ་མཚོན་ན། ང་ཚོའི་དཀའ་རྙོག་འདི་ལྷག་བསམ་དང་གུ་བཤངས་ཀྱི་ཁོར་ཡུག་ནང་གྲོས་མོལ་ཁོ་ནར་བརྟེན་ནས་ཐག་གཅོད་ཡོང་རྒྱུའི་ཡིད་ཆེས་བརྟན་པོ་ཡོད། སྨོན་འདུན་དང་བཅས། ཏཱ་ལའི་བླ་མའི། བུ། ཆིག་སྟོང་དགུ་བརྒྱ་དགུ་བཅུ་དགུ་བདུན་ལོར ྋགོང་ས་མཆོག་ནས་ཅང་ཙེ་མིང་ལ་ཡར་གནང་བའི་བཀའ་ཡིག། རྒྱ་ནག་གི་སྲིད་འཛིན་ཅང་ཙེ་མིང་མཆོག་ལ་མཆན་འབུལ། སྐུ་ཉིད་གཙོས་རྒྱ་ནག་གི་འགོ་ཁྲིད་རྣམས་ཀྱིས་རིང་མིན་འཚོགས་འཆར་ཡོད་པའི་ཏང་གི་གལ་ཆེའི་ཚོགས་ཆེན་གྱི་གྲ་སྒྲིག་གནང་བཞིན་པའི་སྐབས་དང་བསྟུན། ངོས་ནས་སླར་ཡང་བོད་ཀྱི་གནད་དོན་གང་མགྱོགས་ཐག་གཅོད་དགོས་པའི་ནན་སྐུལ་ཞུ་འདོད་བྱུང། འདས་པའི་ལོ་ངོ་བཅུ་ཕྲག་ལྔ་ལ་ཉེ་བའི་རིང། བོད་ཀྱི་དཀའ་རྙོག་གིས། བོད་མི་དམངས་ཀྱི་ལུས་སེམས་གཉིས་སུ་སྡུག་བསྔལ་ཧ་ཅང་ཆེན་པོ་བྱུང་ཡོད་པར་མ་ཟད། བོད་དོན་ཐག་གཅོད་མ་ཐུབ་པ་དེས། རྒྱ་ནག་རྒྱལ་ཁབ་ཆེན་པོའི་རྒྱལ་སྤྱིའི་གཟུགས་བརྙན་དང་མཚན་མཐོང་ལ་ཡང་གནོད་སྐྱོན་ཆེ་རུ་འགྲོ་བཞིན་ཡོད། དངོས་ནས་རྒྱ་ནག་རྒྱལ་ཁབ་ལ་ཡང་གུས་ཞབས་དང་བརྩི་མཐོང་ཆེན་པོ་བྱེད་ཀྱི་ཡོད་པར་མ་ཟད། རྒྱ་ནག་དེ་བཞིན་འཛམ་གླིང་གི་སྣེ་ཁྲིད་རྒྱལ་ཁབ་ཀྱི་གྲས་སུ་སླེབས་རྒྱུར་ལྷག་བསམ་རྣམ་དག་གིས་རེ་བ་བྱེད་ཀྱི་ཡོད། བོད་དོན་ཐད་ཕྱོགས་གཉིས་ཀས་ངོས་ལེན་ཐུབ་པའི་ཐབས་ལམ་ཞིག་ཇི་ཙམ་མངའ་བ་གཉིས་པ་དེ་ཙམ་གྱིས་བོད་རྒྱ་མི་རིགས་གཉིས་ཀར་ཁེ་ཕན་ཆེ་བ་ཡོད། དེ་ཡང་ཕྱོགས་གཉིས་ཀས་ཁ་ཞེ་གཉིས་མེད་ཀྱིས་འབད་བརྩོན་བྱས་ན། དཀའ་རྙོག་སེལ་ཐུབ་པའི་ཐབས་ལམ་ཞིག་རྙེད་རྒྱུར་མངོན་ན། ཐོག་མཐའ་བར་གསུམ་དུ་ཡིད་ཆེས་བྱེད་ཀྱི་ཡོད། ངོས་ཀྱི་ལངས་ཕྱོགས་དེ། རྒྱ་ནག་གི་དབུ་ཁྲིད་ཚོར་བློ་དོགས་མ་སངས་པའི་གཟིགས་ཚུལ་ཡོད་ཁག་ལ། ངོས་ནས་གོ་སྐབས་ནམ་བྱུང་དམ་འཛིན་གྱིས་གསལ་བཤད་བྱས་ཡོད། ངོས་ནས་དེབ་ལས་མ་འོངས་པ་བལྟ་རྒྱུ་དེ་གལ་ཆེ་བ་ཡིན་པའི་ཡིད་ཆེས་ཐོག། འབྲེལ་ཡོད་རྒྱ་ཆེའི་མང་ཚོགས་ཀྱི་ཁེ་ཕན་ཆེ་ཤོས་བསྒྲུབ་རྒྱུ་གནད་ཆེར་བརྩིས་ཏེ། བོད་དེ་རྒྱ་ནག་ནས་ཁ་བྲལ་མི་དགོས་པའི་ཐོག་ནས་བོད་དོན་ཐག་གཅོད་ཐུབ་པའི་ཐབས་ལམ་རིམ་པར་བཏོན་པ་ཡིན། གལ་ཏེ་སྐུ་ཉིད་ནས་ངོས་ཀྱིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོར་བཏོན་པའི་གྲོས་འཆར་ལ་ཡང་ཐུགས་ཞིབ་གནང་ན། གྲོས་འཆར་དེ་རྒྱ་ནག་གི་ཧོང་ཀོང་དང་ཐའེ་ཝན་གྱི་ཐོག་ལ་ཡང་འཛིན་པའི་སྲིད་བྱུས་དང་གཅིག་མཐུན་ཡིན་པ་མཁྱེན་རྟོགས་ཡོང་ཐུབ། ངོས་ཀྱིས་གྲོས་འཆར་དེ་རྒྱལ་ཁབ་གཅིག་ལ་ཡང་ལམ་ལུགས་གཉིས་ཀྱི་སྲིད་ཇུས་ཀྱི་ནང་དོན་དང་འགལ་བ་མེད་པར་མ་ཟད། དེས་སྐུ་ཞབས་ཏིང་ཞའོ་ཕིང་གིས་བོད་དོན་ཐད་བཏོན་པའི་གྲོས་འཆར་གྱི་སྒྲོམ་གཞི་ལས་འགལ་མེད་པ་ཡང་གསལ་པོ་ཡིན། ཉེ་བའི་ལོ་ཤས་ནང། ང་ཚོ་ཕྱོགས་གཉིས་བར་ཐད་ཀའི་འབྲེལ་བ་མེད་སྟབས། གོ་ནོར་དང་ཡིད་ཆེས་མེད་པའི་གནས་སྟངས་མང་དུ་ཕྱིན་ནས། ཕྱོགས་ཕན་ཚུན་བར་སེམས་ཐག་རིང་དུ་སོང་ཡོད་པ་ནི་བློ་ཕམ་དགོས་པ་ཞིག་རེད།

བོད་རྒྱ་མི་རིགས་གཉིས་ཀའི་ངོས་ནས་གཉིས་མོས་ཀྱི་ཐབས་ལམ་ཞིག་འཚོལ་དགོས་པ་ཡིན། དེར་བརྟེན། ད་ནི་ང་ཚོ་ཚང་མས་སྙིང་སྟོབས་དང་གཟིགས་རྒྱང་རིང་བ། རྣམ་དཔྱོད་ལྡན་པ་བཅས་ཀྱི་ཐོག་ནས་རྩོད་སྒྲུབ་བྱ་དགོས་པའི་དུས་ཚོད་ཅིག་ཡིན་པར་སོང། ངོས་ཀྱི་མི་ཚེའི་ལྷག་མ་བོད་རྒྱ་མི་རིགས་བར་འདུམ་འགྲིག་དང། ཕན་ཚུན་གུས་བརྩི། མཛའ་བརྩེའི་འབྲེལ་ལམ་གོང་འཕེལ་བཅས་ཀྱི་ཐོག་གཏོང་རྒྱུའི་འདུན་པ་བརྟན་པོ་ཡོད། བོད་ཀྱི་དཀའ་རྙོག་འདི་ཉིད། བོད་ཀྱི་དཀའ་རྙོག་འདི་ཉིད། བོད་ཀྱི་དཀའ་རྙོག་འདི་གཉིས་མོས་དང་གཉིས་ཕན་གྱི་ཐབས་ལམ་ཞིག་གི་འོག་ནས་སེལ་ཐབས་བྱེད་རྒྱུར་ངོས་རང་ཆོད་སེམས་བརྟན་པས་ཟླ་གྲོགས་ཞི་ཞིང་བ་སྐུ་ཡིན་ནས་མཁྱེན་རྟོགས་ཡོང་ངེས་པར་ངོས་ནས་འགན་ལེན་བྱེད། དེར་བརྟེན། ངོས་ནས་ཕྱོགས་ཕན་ཚུན་གྱི་བསམ་ཚུལ་ཤེས་རྟོགས་ཀྱི་གོ་སྐབས་བསྐྲུན་ཆེད་ངོས་ཀྱི་སྐུ་ཚབ་དང། རྒྱ་ནག་གི་དབུ་ཁྲིད་སྐུ་ཚབ་དབར་གང་མགྱོགས་གྲོས་མོལ་འགོ་འཛུགས་ཡོང་རྒྱུའི་གྲོས་མཐུན་འདོན་གྱི་ཡོད། ཕྱོགས་ཕན་ཚུན་གཉིས་བར་གདེང་ཚོད་དང་ཡིད་ཆེས་བསྐྲུན་སླད། འབྲེལ་གཏུག་གི་སྒོ་མོ་གསར་པ་ཕྱེ་དགོས་པ་གལ་ཆེན་པོ་རེད། ངོས་ནས་སྐུ་ཉིད་ཀྱིས་དབུ་ཁྲིད་པའི་སྲིད་གཞུང་གི་རྣམ་དཔྱོད་ལྡན་ལ། དོན་དངོས་དང་འཚམ་པའི་ཕྱག་ལས་གནང་རྒྱུ་དང། ངེད་ཚོར་བཟང་ཕྱོགས་ཀྱི་ལན་འདེབས་གང་མགྱོགས་གནང་རྒྱུའི་རེ་བ་ཡོད། སྨོན་འདུན་དང་ཆེ། ཏཱ་ལའི་བླ་མས་ཕུལ། སེང་རྒན་གྱི་སེང་སྒྲོག་ལིང་རྒྱས་ཐོང་ཁོང་གིས་དཔེ་ཀློག་ལྗགས་ཀློག་ཤུ་མཚམས་དེ་དག་རང་ལ་ཡང་ཤག་ཤག་གི་ཡིན། ཐོང་ཁོང་ནས་ཆེས་ཁ་སྣོན་ཡིག་ཆ་ཁ་དེ་ཡོངས་སུ་གྲུབ་པ་ཡིན་ན། ལེ་ཚན་རྗེས་མའི་ནང་ལ་ཡང་གུས་པས་མུ་མཐུད་ནས